དབུས་རླབས་ཀྱི་སྲིད་སྐྱོང། གྱེར་གཙིགས། སྟོང་ཐུན་ལགས། གྱེར་སྟོན་པ། བདེ་སྐྱིད་གཡང་འཛོམ། ངས་དེ་ནས་པར་རིས་རྐྱེན་པའི་རིན་ཐང་ཞིག་གླེང་ན་འདོད་བྱུང། དེ་ནི་ནུབ་ཨ་རིའི་ཕྱོགས་སུ། བོད་རིགས་སྤུན་ཟླ་མང་པོས་བྲེལ་བྲེལ་དང་སེང་སེང་ངང་དགུན་འཛོམས་ཤིག་ཤིག་གི་ཁོར་ཡུག་ཅིག་ཏུ། བོད་ཀྱི་སྲིད་སྐྱོང་དང་ལྷན་དུ། ཆོལ་གསུམ་བོད་པ་མང་པོས་པར་བསྐྱོན་ཡ་ཚང་པ་ཤིག་ཤིག་བྱས་པ་མཐོང། དེ་ནི་ངའི་ངོས་ནས་རིན་ཐང་ཧ་ཅང་ཆེན་པོ་ཞིག་ཚོལ་སོང་ལ། སེམས་ལ་ཡ་དང་བ་དང་དགའ་བ་ཞིག་ཀྱང་ཡང་ཡང་འཕེལ་ཡོང་གི། རེད་ཡ། དེ་ནི་སྲིད་སྐྱོང་མཆོག་གི་བགྲང་བྱ་བཅུ་ཡི་རླབས་ཆེན་གྱི་ཕྱག་ལས་ལ་ཡང་མི་མང་ངོས་ནས་སེམས་ཀྱི་གཟེངས་རྟགས་གཅིག་རེད་ལ། གཟེངས་རྟགས་དེ་ནི་བརྩེ་བ་དང། དགའ་བ། བཟང་སྤྱོད་དང་འཆི་བདག་བཀའ་དྲིན་བསམ་ཤེས་དང་ལ་ཞེན་གྱི་རྒྱུ་ཆས་བསྐྲུན་པ་ལས། རང་དགར་གསེར་དང་དངུལ། ཟངས་དང་རག་བསྐྲུན་པ་ཞིག་ག་ལ་ཡིན། བརྩེ་བས་བཞེངས་པའི་གཟེངས་རྟགས། དུང་བས་བསྐྲུན་པའི་གཟེངས་རྟགས་དེ་ནི་མི་མང་གི་སྙན་པ་རེད་ལ། མི་མང་གི་སྙིང་དམར་པོའི་དབྱིབས་རེད་ལ་ཁ་དོག་ཀྱང་རེད། དེ་ནི་རྟ་ཁོ་བརྒྱུད་ནས་ཁུར་ཡོང་བ་མིན་ལ། ཚོང་ཁང་ག་གེ་མོ་ཞིག་ནས་ཉོ་ཡ་ཡང་མེད། ཕྱོགས་གཅིག་ནས་སྲིད་སྐྱོང་དང་ལྷན་དུ་པར་བསྐྱོན་ཡ་དེ་ནི་སྲིད་སྐྱོང་གི་སྐུ་ཕག་བྲོ་བ། གཏམ་གླེང་ལ་ཡ་མཁས་པ། མ་གཞི་བདེ་བ་ཆ་བསུ་མཛད་པ་མཚན་སྙན་ཆེ་བ་ཙམ་གྱིས་ག་ལ་ཡིན། དཔལ་ལྡན་སྲིད་སྐྱོང་མཆོག་ལ་ཡང་ཁྱད་ཆོས་ཀྱི་གཟུགས་རིས་དེ་དག་ལ་ཡང་མི་མང་གིས་ཆེ་མཐོང་དང་དགའ་ཞེན་གྱི་མེ་རླབས་སེམས་ནས་མཆིས་ཡོད། དེ་ནི་སྲིད་སྐྱོང་གི་ལོ་རྒྱུས་ཙམ་མིན་པར་མི་མང་གི་སེམས་ཁམས། མཛའ་སེམས་ཀྱིས་བྲིས་པའི་གསེར་གྱི་བུ་མོ་ཞིག་ལས་ཀྱང་ཁྱད་དུ་ཐོན་ཡོད། དེ་ནི་མི་མང་ལ་ཡང་ཐུགས་རྗེ་ཆེ་ཞེས་དད་མོ་ད་གསུམ་གྱིས་བོད་རིགས་ཀྱི་དཔྱད་བརྗོད་པ་དག་གི་ཀླད་པའི་ནང་ནས་བསྒྲགས་གཏམ་སྤེལ་ཡོད། མི་མང་ཚོ། ཁྱེད་ཅག་སེམས་ཁོངས་ཀྱི་སྲིད་སྐྱོང་པར་རིས་ཏེ་སྲིད་སྐྱོང་སྐུ་དངོས་ཡིན་པ་ལས། ལོ་ལྔའི་ནང་གི་སྲིད་སྐྱོང་གི་པར་རིས་ཙམ་ག་ལ་ཡིན། དེ་ནི་ཁྱེད་ཅག་གི་འཚོ་བས་བཞེངས་པའི་བོད་ཀྱི་སྲིད་སྐྱོང་གསོན་པོ་ཞིག་རེད་ལ། མི་རེ་རེའི་སེམས་ནང་གི་སྲིད་སྐྱོང་ཀྱང་རེད། ངོ་མ་ཡག་པོ་བཀྲ་མོ་ཁྱེད། ཁྱེད་ཅག་གི་སྲིད་སྐྱོང་དང་མཉམ་དུ་པར་བསྐྱོན་པར་སྲིད་སྐྱོང་མཆོག་གི་སེམས་ནང་ནས་བཀའ་དྲིན་ཆེ་ཞེས་ཐེངས་གྲངས་མེད་ལབ་ཤོར་གྱི་ཡོད། དེ་ནི་ཁྱེད་ཅག་གི་འཚོ་བའི་ཁ་དོག། སྲིད་སྐྱོང་གི་སྤྱན་གྱིས་དངོས་སུ་མཐོང་བའི་ལན། ཁྱེད་ཅག་གི་འཚང་ཁ་ནི་བརྩེ་བའི་འཚང་ཁ་རེད་ལ་མཛའ་སེམས་ཀྱི། དལ་བུས་གོམས་ཁའི་མགྱོགས་འགྲོའི་སྙིང་རྗེ་མོ་ཞིག་ཀྱང་རེད། ངོ་མ་བོད་འབམ་ནང་ཆིག་སྒྲིལ་དང་སྲིད་སྐྱོང་ལ་བཅངས་པའི་བརྩེ་སེམས་ལྷད་མེད་ཅིག་མཐོང་སོང། ཁྱེད་རྣམས་ལ་བཀའ་དྲིན་ཆེ་ཞེས་རྒྱང་རིང་གི་བོད་མི་ལ་ཞེན་ཅན་ཡོངས་ནས་དང། ལྷག་དོན་དུ་ཕྲན་གྱིས་རྒྱ་གར་ལྷོ་ཕྱོགས་ཀྱི་དཔལ་ལྡན་འབྲས་སྤུངས་ནས་ཁྱེད་ཅག་གི་གྱེར་རྩོམ་ལྟད་མོ་ལ་རོལ་རྐྱེན། ཁྱེད་ཅག་ལ་བཀའ་དྲིན་ཆེ། མཁའ་འགྲོ་ཚེ་རིང་ལོ་བརྒྱ་ཞེས་ཞུ་བའི་མགྲིན་པའི་དབྱངས་རྟ་རིང་མོ་ཞིག་ཁེར་རྐྱང་གི་མགྲིན་པ་ལས་ཤོར་གྱིན་ཡོད། ཉིས་སྟོང་ཉི་ཤུ་རྩ་བཅུ་ལོའི་ཟླ་བཞི་པའི་ཚེས་ཉི་ཤུ་ཚེས་ལྔ་ཉིན་ཞོགས་པར་སད་མ་ཐག་སྟོང་མཐུན་པའི་བཅད་ཁྲིས་སུ་བྱས་སོ།